དེ་གཞིས་ཆགས་ཀྱི་བཀའ་ཤག་གི་ངོས་ནས་མཐུན་སྦྱོར་དང་རྒྱབ་སྐྱོར་གནང་ཡ་འདི་ཡ། རྒྱབ་སྐྱོར་གནང་གི་ཡིན་ཏེ་འདི་སོང་ཤག་གོང། ཡིན་པའི་ཡིན་ནའི་ལས་ད་སྤྱི་འཐུས་ཤོག་ཁག་གནས་ཀྱི་མ་ལི་ཡ། གཅིག་གི་ཁྲིམས་མཐུན་མ་རེད་ཟེར་གྱི་འདུག་ཕ་ཆོས་ནས་ཡང་ཕ་ཆོས་དེ་ཁྲིམས་མཐུན་མ་རེད་ཟེར་གྱི་འདུག་གོང། བཀའ་ཤག་གི་ངོས་ནས་བཅའ་ཁྲིམས་དགོངས་དོན་གྱི་ཐབས་ཚུལ་ཅིག་བཟས་ཏེ། བཅའ་ཁྲིམས་དགོ་དོན་ག་འདྲ་ཅིག་ལི་ཡ་ང་ཚོས་ཡིན་ན་གོང། ད་སྐབས་བོད་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་དྲུག་པའི་གི་གནད་དོན་འདི་ཁོ་རང་ཁོ་རང་རིམ་པ་གཅིག་རེད།
དངོས་གནས་བྱས་ན་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་སྐབས་བཅུ་དྲུག་པའི་གི་གནད་དོན་ལྷག་མ་དེ་གའི་དེ་སྐབས་བཅུ་དྲུག་པའི་ད་ག་རང་གི་གཙང་མ་བཟོས་ནས་འགྲོ་དགོས་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་པ། དེ་བཟོས་མ་ཐུབ་པ་རེད་པ། ད་སྐབས་བཅུ་བདུན་ནས་ཕན་ངེས་དེ་གའི་དེ་དང་པོ་སོ་སོ་སོ་ཁྲིམས་མཐུན་གྱི་ཐོག་ནས་ཡག་ཅིག་ཕེ་ད། བཅའ་ཁྲིམས་དགོངས་དོན་ཡག་ཕེ་ད་བཅའ་ཕིར་ན་ནོར་ལ་ཡག་ཚིག་གི་འབྲུ་དོན་ག་རེ་རེད་དོ་དེ་གའི་དེ་གཟིགས་ནས་ཡག་ཅིག་ཕེ་ཨ་ནི་ཕེ་ཚ་ནས་ཨ་ནི་ང་ཚོ་གདེང་ཆ་ཅིག་སྐྱེ་ཤེས་རེད་དེང་གདེང་ཆ་ཅི་ཡོད་རེད་པ། ད་ལྟ་སྐད་ཆ་བཤད་ས་གི་གདེང་ཆ་ཁོ་ར་ཡོད་མ་རེད་པ། གང་ཟག་སྒེར་སོ་སོ་སོར་བཤད་དེ་ལས་མ་གཏོགས་བྱེད་ཀྱི། དེ་སྐད་ཆ་བཤད་ས་གདེང་ཆ་མེད་དུས་ཚན་པ་ལ་ཡང་གང་ལྟར་ཁྲིམས་དང་མཐུན་པའི་གི་གནད་དོན་ག་འདྲི་བྱིན་པ་ཡིན་ནའི་ང་ཚོ་མཐུན་འགྱུར་ཞུ་གི་ཡིན་ཟེར་ཡ་དེ་མ་ཁྲིམས་མ་མཐུན་པའི་གི། གནད་དོན་གཅིག་གང་ལ་བཀའ་ཤག་གི་མཐུན་རྐྱེན་སྦྱར་ཤེས་ཡང་ཁོ་ར་ཡོད་མ་རེད་པ། དེ་མ་འོངས་པ་ལོ་རྒྱུས་ལྟ་ངན་གཅིག་གི་གང་ལྟར་བཅའ་ཁྲིམས་གཏོར་ངན་ནང་ལོག་ལས་བཀའ་ཤག་ཚུད་འགྲོ་གི་རེད་པ། དེ་ཡིན་དུས་ཚན་པ་ལ་དེ་འདྲའི་གཅིག་གི་ཆ་ཤས་བྱེད་ཡག་གི་འདོད་པ་རྩ་བ་ཉིད་ནས་མེད། ལོ་རྒྱུས་ནང་ལོགས་ལས་ཡག་དེ་འདྲའི་ཅིག་གི་ནག་ཉེས་ཕོག་ཡག་གི་འདོད་པ་རྩ་བ་ཉིད་ནས་མེད། དེ་བཞིན་ཞིག་གཟིགས་བས་རྒྱུ་མཚན་གཙོ་བོ་འདི་ག་འདྲ་འདས་པའི་ད་ལོ་ལྔ་བཅུ་དྲུག། ཁྲིམས་གང་འདྲ་གཏང་ཤ་ནི་ནང་འདྲ་གི་འདུག་སྐབས་སྔ་མ་གོ་གཏན་ལ་ཕབ་པའི་སྲིད་སྤྱི་དང་ཁྲིམས་སྒྲིག་དེ་སྐབས་རྗེས་མ་གོ་ད་གྲོས་ཚོགས།

སྤྱི་ཏི་དེ་ཚོའི་མ་དཔེ་ཡག་གི་འདུག་པ་དང། ཡོད་པ་དང་ཆ་རྒྱ་འགྲིག་གི་ཡོད་པ་གསལ་བོ་ཟ་ཆོག་རེད་འོ་དེ་རྣམ་པ་ཚོ་ལ་ཞུ་བ་ཡིན་དེ་ནི་ཐུགས་རྗེ་ཆེ།